མ་མཐའི་སློབ་སྤྱི་གཙོས་པའི་དགེ་ལགས་རྣམ་པ་ཚོ་དང། ཨ་ནེ་སློབ་གྲྭའི་བུ་མོ་ཚང་མ་ལ་དང། སྔ་དྲོའི་འཚམས་འདྲི་བཀྲ་ཤིས་རེ་ཞུ་ཡ་དང་ཆབས་ཅིག་ཏུ། ད་ཕོ་ཆའི་སློབ་གཉེར་བ་ཚོ་བདེ་སྤོ་ལ་དེ་ག་དུས་བདེ་སླེ་ཡོང་ནའི་ཁ་བདེ་བར་བུ་ཅིག་བཤད་ཀྱི་འདུག་དེ་འདྲ་ཁོ་གང་ཕལ་ཆེར་ཡོད་སྲིད་ཀྱི་རེད་རེད་བ། ཡིན་ནའི་བདེ་སླེ་བའི་ཞོར་ལ་ཡིན་ཙང།

སུམ་ཅུ་དུས་སྟོན་དང་འབྲེལ་བའི་རེ་བ་དུས་ཀྱི་གལ་གནད་དང་དུས་ཀྱི་ངོ་སྤྲོད་དང་དུས་ཀྱི་རྒྱབ་ལྗོངས་ཀྱི་གནས་སྟངས་དང་འབྲེལ་བའི་ཐོག་ནས་ནི་དོགས་གཞི་ནང་གསུངས་ཀྱི་འདུག་བྱས་ཙང་ད་ནི་ངས་དེ་ནི་ངོ་སྤྲོད་དུས་དུས་ཀྱི་ཞུ་གི་ཡིན་རེད་པ། དང་པོ་དེ་ལ་ནམ་རྒྱུན་ནས་ངས་འདི་ཟེར་གི་ཡོད་ཁ་ཚང་ང་ཚོ་སྲུང་བརྩི་གནང་ཡས་དེ་སུམ་ཅུ་དུས་དྲན་ཐེངས་དྲུག་ཅུ་རེ་བདུན་པ་རེད་པ། ང་ཚོ་འདི་བསམ་བློའི་ནང་ལ་བཞག་དགོས་གཅིག་འདི་སུམ་ཅུ་དུས་དྲན་འདི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་ཨ་ནི་བོད་ས་ཡོངས་རྫོགས་འདི་བོད་ས་ཡོངས་རྫོགས་འདི་རྒྱ་མིའི་ལག་པ་ལ་ཤོར་ཨ་ནི་འདི་ཤོར་བ་ཙམ་མ་ཟད་ལྔ་བཅུ་ང་ལྔ་ང་དྲུག་ངོ་བདུན་སྡེ་བརྒྱད་ཀྱི་ནང་ལོགས་ལ། བོད་ཤར་ཕྱོགས་སྐུ་མདོ་སྟོད་སྨད་ཀྱི་ཁུལ་ལ། རྒྱ་མིས་ཀྱི་ས་ཁུལ་འདི་དང་འདི་གི་ནང་གི། ཨིན། ས་ཁུལ་དེ་དང་གར་སོགས་རེ་དཔོན་རིགས་ཁག་ཡིན་ནི་རེད། དག་ན་ཤིང་གི་གོམ་པ་གྲྭ་ཚང་གི་ལས་ནི་གལ་ཆེ་ཡིན་ནི་རེད་གང་དག། ས་གནས་ས་ཁུལ་ས་སྲོས་སོ་སོའི། ཨ་ནི། གར་སོགས་རེ་གནད་ཡོད་ཀྱི་མི་སྣ། མང་པོ་ཅིག། ཞལ་ལག་ལ་དེ་འདྲའི་བཤུས་པའི་སོ་རབ་ཅིག་བྱས་ཡང་ན་འཁྲབ་སྟོན་ལ་དེ་འདྲའི་བཤུས་པའི་སོ་རབ་ཅིག་གང་ལྟར་མིང་སྙན་པོ་གཅིག་ལ་དེ་འདྲའི་བཤུས་ནས་ཨ་ནི་མང་པོ་གཅིག་རྦད་དེ་ག་བ་གར་སོང་ཆ་མེད་བཏང་ཡོད་པ་རེད། མདོ་དོན་མེད་ཀྱི་གནས་ཚུལ་ག་རེ་བྱས་པ་དེ་རྒྱས་འདི་ཨ་ནི་ཐ་མ་དང་ལྔ་བཅུ་ང་དགུ་ཕྱི་ཟླ་གསུམ་པའི་ཚེས་བཅུ་དགུ་ཉིན་གང་དེ་ལ་བོད་རྒྱ་ཆེ་མི་མང་བོད་རྒྱལ་ཁབ་དང་མི་རིགས་ཀྱི་བླ་སྲོག ྋགོང་ས ྋསྐྱབས་མགོན་ཆེན་པོས་ཨ་ནི་འཛིན་བཟུང་དོ་དམ་བྱེད་ཡས་ཀྱི་ཁོའི་འདྲེ་ལག་རྫི་རྐྱང་ཡས་ཀྱི་མཚམས་དེ་སླེབས་ཡོང་པའི་སྐབས་ལ་ཨ་ནི་བོད་པའི་མི་ཡི་གི་ཨ་ཆད་འུ་ཐུག་ད་བཟོད་སྲན་རོགས་མ་ཐུབ་པ་བྱས་ནས་གེར་ལངས་བྱས་པ་དེ་ནས་བརྩིས་ཡོང་རེད་ང་ཚོ་དེ་ནས་བརྩིས་ནས་དྲུག་ཅུ་རེབ་བདུན་རེད་ཡིན་ན་ང་ཚོའི་ངའི་གོ་ཡས་དེ། རྒྱ་མིས་ཀྱིས་བོད་ལ་བཙན་འཛུལ་བྱེད་ཡས་དང་བོད་པའི་རྒྱ་དང་མཉམ་འདོགས་ལ་གདོང་ལེན་བྱེད་ཡས་ཁྱོད་མཐོན་པོ་ལོ་བརྒྱ་དང་ཉི་ཤུ་འགྲོ་དགོས་བ་རེད་དེ་གཅིག་ཤེས་མཁོ་བོ་རེད་ང་ཚོ་དྲུག་ཅུ་རེ་བདུན་གཅིག་པོ་གི Struggle མ་རེད་བརྒྱ་དང་ཉི་ཤུ་དེའི་གི་སྔོན་གི་ལྔ་བཅུ་ལྔ་བཞི་དེ་ལོ་ལྔ་བཅུ་ལྔ་བཞི་དེ་གཅིག་སྟོང་དགུ་བཅུ་བཅུ་མའི་ལྔ་ཡས་མས་ནས་བརྩིགས་བ་རེད་གཅིག་སྟོང་དགུ་བཅུ་བཅུ་མའི་བཞི་ལ་ཨིན་ཇི་དང་བོད་གཉིས་ལྷས་ས་ལ་བྱིན་ཡས་བཞག་པ་དེ་གི་ལོ་བྱེ་མ་ནས་རྒྱ་མིས་ཀྱིས་མ་ནས་མདོ་སྨད་ཤར་ཕྱོགས་ནས་དམར་ནག་དྲང་ནས་བོད་ཀྱི་ས་དགེ་གང་ལ་རྒྱ་མིས་ཀྱིས་དྲག་པོའི་དཔུང་འཇུག་བྱེད་མགོ་ཚུགས་ཡ་འདི་གཅིག་སྟོང་དགུ་བརྒྱ་བཅུ་མན་ལྔ་ཡས་མས་ནས་རེད་ལྔ་ཡས་མས་ནས་ཨ་ནི་ཡ་ཁར་སོ་རེད་བོད་ཤར་ཕྱོགས་ལྷག་པར་དུ་དང་པོ་དེ་ན་ཁམས་ཕྱོགས་ནས་ཡ་རྒྱ་དམར་བཙན་འཛུལ་བྱས་པ་དེ་རྒྱས་དེ་ལ། ཨ་ནི་ལྔ་བཅུ་གཅིག་སྟོང་དགུ་བརྒྱ་བཅུ་མེད་ལྔ་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་བར་དུ་བོད་པའི་གདོང་ལེན་བྱས་ཡོད་རེད་དེ་རྗེས་དེ་ང་ཚོས་ང་ཚོའི་རྒྱ་མིའི་སྲིད་གཞུང་རིམ་པ་གསུམ་ལ་གདོང་ལེན་བྱས་རེད། གཅིག་སྟོང་དགུ་བརྒྱ་བཅུ་མེད་ལྔ་ལ་བོད་ཀྱི་ནང་ལ་བཙན་འཛུལ་དང་པོ་བྱེད་ཉེན་དེ་རྒྱ་ནག་མན་ཇུ་གོང་མའི་སྲིད་གཞུང་རེད། རྒྱ་ནག་མིན་འཇུ་གོང་མའི་སྲིད་གཞུང་གི་སྐབས་ལ་བོད་ལ་བཙན་འཛུལ་བྱས་པ་རེད། དེས་ཆུ་མེད་མངགས་ནས་ཆིག་སྟོང་དགུ་བཅུ་བཅུ་གཉིས་ལ་རྒྱ་ནག་མིན་འཇུ་གོང་མའི་སྲིད་གཞུང་ཁོ་རང་མགོ་རྟིང་སློག་ནས་མཇུག་མ་འཁྲིད་ཀྱི་བར་དུ་བོད་པའི་གདོང་ལེན་བྱས་ཡོད་རེད། གདོང་ལེན་བྱེད་ཉེན་དེ་རྒྱས་དེ་ལྷག་པར་དུ

ལྔ་ནས་ཁུ་བྱུག་གཉིས་བར་གྱི་འདི་ང་ཚོའི་མན་ཇུ་ཀང་མའི་སྲིད་གཞུང་དང་མཉམ་དུ་གདོང་ལེན་བྱས་ཡོད་རེད། དེ་ནས་གཅིག་སྟོང་དགུ་བཅུ་བཅུ་གཉིས་ནས་རྒྱ་ནག་ཁོངས་རྒྱ་ནག་གི་མན་ཇུ་གོང་མའི་སྲིད་གཞུང་འགོ་རྟིང་ལོག་ནས། ཨ་ནི་གོ་མིན་ཏང་གི་སྲིད་གཞུང་ད་གོ་མིན་ཏང་དེ་དུས་ད་ད་ག་རེད་ད་གོ་མིན་ཏང་ཟེར་བ་རེད་པ་དེ་སྔོན་ཁྲེང་ཆིན་གོ་མིན་ཏང་དུ་མིང་བརྡ་བྱས་ནས་རེད། ང་ད་གོ་མིན་ཏང་གི་སྲིད་གཞུང་གི་དང་མཉམ་དུ་ལ་ང་ཚོས་གཏོང་ལེན་བྱས་ཡོད་རེད། འཛིན་གྱི་ཡོད་རེད། ཟེར་བ། བཀྲབས་ཡོད་རེད། ཁམས་ཕྱོགས་དང་དེ་རྒྱལ་དེ་དེ་ས་ཁུལ་སོ་སོ་སོ་སོས་ཀྱིས་ཡུལ་དམག་བྱས་ནས་བཀྲབས་ཡོད་རེད། ས་གནས་སོ་སོའི་ཡུལ་དམག་དང་གཞུང་གི་དམག་ཟུང་འབྲེལ་གྱི་ཐོག་ནས་འཛིན་གྱི་ཡོད་རེད། ལྷག་པར་དུ་གཅིག་སྟོང་དགུ་བཅུ་བཅོ་བརྒྱད་ཀྱི་དམག་དེ་དབྱིན་ཇིས་ཀྱི་མགོ་བདེ་པོར་བྱེད་ཅིག་དང། དབྱིན་ཇི་དང་གོ་མིན་ཏང་གི་སྲིད་གཞུང་གཉིས་དེ Diplomatic། གི་ཐོག་ནས་ཆབ་སྲིད་ཀྱི་ཐོག་ནས་སྒོ་བསྟེ་ཕྲན་སྒྲིག་རུབ་ཅིག་བྱས་ནས། ཨ་ནི་ཐ་མ་དེ་ཆིག་སྟོང་དགུ་བཅུ་བཅོ་བརྒྱད་ཀྱི་དེ་དམག་དེ་དེ་དམག་མཚམས་ཅིག་བཞག་དགོས་ཡ་ཅིག། དེ་བོད་པའི་དེ་དུས་ནོར་འཁྲུལ་ཅིག་ཤོར་འདུག་བ། ནོར་འཁྲུལ་ཤོར་བ་གསལ་བོ་རེད་སྔོན་ཕྲ་ནས་བྱས་ན་དེ་དུས་བོད་པའི་མུ་མཐུད་ནས་ཨིན་ཇི་གི་ཨིན་ཇི་གི་ག་དུས་ཡིན་ན་ཡང་བོད་པའི་ཐོག་ལ་ཆབ་སྲིད་སྲིད་ཇུས་དེ་སྲིད་ཇུས་བརྟན་པོ་ཅིག་དང། བརྟན་པོ་ཅིག་རྩ་བ་གནས་ནས་ཡོད་མ་རེད་ཁབ་ཐུག་ཁབ་ཐུག་ཁབ་ཐུག་གི་ཁོ་རང་གི་ཁེ་ཕན་ལ་བལྟས་ནས་ཨ་ནི་ག་རེ་བྱེད་ཁོག་འདུག་འདི་སྟབས་བསྟུན་རྐྱང་རྐྱང་ཅིག་བྱེད་དེ་གཉིས་ཀྱི་རེ་བ་དབྱིན་ཇི་དབྱིན་ཇི་སྲིད་བྱུང་དེ་རེད་ནམ་རྒྱུན་བོད་དང་རྒྱ་གཉིས་ཀྱི་པ་རག་ལ་འཁྲུག་རྩོད་དང་འགལ་ཟླ་དེ་གི་ཐོག་ལ་དབྱིན་ཇི་གིས་བོད་པའི་ངོས་ནས་འགྲིག་ཐབས་དང་བར་ཞུགས་བྱེད་རོགས་བྱེད་སྲིད་དུས་དབྱིན་ཇི་གིས་ཚིག་གཅིག་ལབ་གི་ཡོད་རེད། Non Interference ཟེར་ཚིག་དེ་གི་ཡོད་དགོས་རེད་ག་དུས་ཡིན་ན་ཡང་ཐེ་ཇུས་བྱེད་ཀྱི་མེད་ཟེར་དེ། ཚིག་དེ་གི་ནི་བོད་པའི་རེ་སྐུལ་ཞུས་པ་ནང་བཞིན་གཅིག་གིས་བོད་རྒྱ་གཉིས་ཀྱི་བར་ར་ལ་འགྲིག་ཐབས་ཀྱི་འདུམ་ཐབས་བྱེད་ཡ་དང་ལག་བཅད་བྱང་ཡོད་མ་རེད། ཆིག་སྟོང་དགུ་བཅུ་བཅོ་བརྒྱད་ཀྱི་ལོ་དེར་བོད་པའི་དམག་གིས་དུས་བདེ་བོད་པའི་གཞུང་གི་དམག་དང་ཁམས་ཕྱོགས་ཀྱི་ཡུལ་དམག་ཟུང་འབྲེལ་གྱི་ཐོག་ནས་ས་མ་གི་དར་རྩེ་དོ་ལ་མ་ལེ་སི་བར་དུ་དམག་སྤིད་ཡོང་གི་ཡོད་རེད། སྤིད་ཡོང་གི་ཡོད་པ་ཡིན་ཙང་གོ་མིན་ཏང་གི་དམག་གིས་ཨབ་སུ་དུས་ཡས་མེད་པ་ཡིན་ཙང་ཨ་ནི་མགོ་བདེ་པོ་བྱས་ནས་དབྱིན་ཇིའི་རྩར་ཕྱིན། དབྱིན་ཇི་ལ་ཨ་ནི་འདུམ་འགྲིག་བྱེད་རོགས་ཅེས་ལབ་ཨ་ནི་དེས་དབྱིན་ཇིས་ཉན་ནས།

དེ་གི་པཱ་ར་ལ། མཁར་སོགས་རེད། མང་པོའི་སོགས་བཏང་ཡོད་རེད། ཨ་ནི་སྐུ་ལས་ད་ག་བསྐྱོན་ཡོད་རེད་དེ་རྗེས་དེ་ང་ཚོའི་ད་ལྟ་རྒྱ་བོད་གཉིས་ཀྱི་འཐབ་རྩོད་ཀྱི་ནང་ལ་ལོ་དྲུག་ཅུ་ཐམ་པའི་དྲུག་ཅུ་རེ་བདུན་གྱི་རྙོག་དྲ་ཕྱི་མ་དུ་མེད་པའི་སོར་བ་བཤད་བསྡད་དེ་དེ་འགྲིག་མི་འདུག་ནམ་རྒྱུན་ངས་ལབ་གི་ཡོད་ང་རང་ག་དུས་ཡིན་ན་ལབ་གི་ཡོད་བྱས་ཙང་བརྒྱ་དང་ཉི་ཤུ་འཁེལ་དགོས་རེད། བོད་པའི་ས་ཆའི་གང་ལ་བོད་ཡོད། བོད་པའི་ས་ཆའི་གང་ལ་མ་དག་བདག་བཟུང་བྱས་ནས། ཨ་ནི་དྲག་པའི་དཔུང་འཇུག་ཁི་ཡོ་ཉེ་ཇི་སྙེད་དེའི་རྒྱ་མི་དེ་ཡིས་མགོ་ག་དུས་ནས་བཙུགས་པར་སོ་དུས་གཅིག་སྟོང་དགུ་བརྒྱ་ལྔ་ནས་ད་ལྟ་བར་དུ་བརྩིས་པའི་ལོ་བརྒྱ་དང་ཉི་ཤུ་དེ་རེད་དེ་ང་ཚོ་ཅིག་ངས་ཁུག་འདུག་ང་ཚོ་བོད་དང་རྒྱ་གཉིས་ཀྱི་བར་རག་གི་རྙོག་དྲ་འདིར་དྲུག་ཅུ་རེ་བདུན་གྱི་རྙོག་དྲ་གཅིག་པོ་མ་རེད། ལོ་བརྒྱ་དང་ཉི་ཤུ་ཉག་ཕྲ་རེད། འཐབ་རྩོད་ཀྱི་དེ་ང་ནི་གཅིག་ངའི་གོག་འདུག་བསམ་སོང། དེ་གཅིག་ངས་ནམ་རྒྱུན་ནས་བཤད་བསྡད་ཀྱི་ཡོད་ང་རང། བྱས་ཙང་ང་ཚོ་དེ་མ་གཏོགས་གཞན་ནམ་རྒྱུན་ང་ཚོ་སུམ་ཅུ་དྲུག་ཅན་གྱི་གསུང་འཕྲིན་དེ་གང་ལ་སླེབས་ཡོང་དུས་ཙང་ནས་ཨ་ནི་གསུང་འཕྲིན་དེ་གཞི་ཆགས་ཅན་ནས་འགྲོ་བསྡད་ཉེས་དང། གཅིག་བྱས་ན་དེང་སང་གཞོན་སྐྱེས། ལྷག་པར་དུ་གཞོན་སྐྱེས་ཨ་ནི་གཅིག་བོད་ཀྱི་བྱུང་རབས་ལོ་རྒྱུས་ཐོག་ལ་ཞེ་དྲག་གི་དོ་སྣང་དང། གོམས་འདྲིས་མེད་ཉེས་ཚོགས་ཀྱིས། བོད་དེ་རྒྱ་གཉིས་ཀྱི་རྙོག་དྲ་འདི་འདས་པའི་ལོ་དྲུག་ཅུ་རེ་བདུན་ཙམ་གྱི་རེད་ཤ་ཟ་ཟམ་ཟམ་རེད་དེ་དྲན་ན་དེར་ནོར་རེད། དེ་ནོར་རེད་རེད་བརྒྱ་དང་ཉི་ཤུ་དེ་ནི་བརྩི་གོ་རེད་ང་ཚོས་ལོ་བརྒྱ་དང་ཉི་ཤུ། མི་རབས་གཅིག་ལྷག་ཚོས་གཅིག་གི་རིང་ལ་འཐབ་རྩོད་བྱས་ཡོད་རེད་ལོ་བརྒྱ་དང་ཉི་ཤུ་དེ་ཉིད་མི་ཡོད་མ་རུང་མི་ཚོགས་གཅིག་གྱུར་ཅན་གྱི་སྟེང་མར་བ། མི། འོ་དེ་གཅིག་ངས་གོ་གི་འདུག་བསམ་ཟེར་བ། དེ་གཅིག། དེ་ནས་ང་ཚོས་འཐབ་རྩོད་བྱས་པ་དེའི་ནང་ལོགས་ལ། གསུམ་བཅུའི་དུས་དྲན་དེ་གི་རྣམ་རྟོག་ལ་ང་ཚོས་ཨ་ནི་ཁ་སང་གསུམ་བཅུའི་དུས་དྲན་གཅིག་པོ་མ་རེད་པ། འོ་ན་དེ་མི་དམངས་ཁེར་ལངས་རེད་པ། མི་དམངས་ཁེར་ལངས་བདེ་ལ་ཁེར་ལངས་རེད། གསུམ་བཅུའི་དུས་དྲན་གྱི་ཟླ་བ་གསུམ་པའི་སྟ་རེ་བཅུ་གི་ཉིན་གང་ལ་ལྷས་སེ་གླིང་གི་ནང་ལོགས་ལ། མི་དམངས་མང་ཚོགས་འཁྲབ་གཉེར་འཛོམས་པ་དེ་རྗེས་དེ་ངོ་རྒོལ་རྒྱག་ཉེན་དེ་རྗེས་དེ་སུ་གཅིག་གིས་སྣེ་ཁྲིད་ནས་འགོ་ཁྲིད་ནས་སྤྱི་སྒེར་སུ་གཅིག་གིས་སྣེ་ཁྲིད་འགོ་ཁྲིད་བྱས་ནས་བྱས་ཡོད་མར་བ་མི་དམངས་རང་གིས་རྒྱ་མིས་ཀྱི་བོད་ལ་བྱེད་སྟངས་དེ་ལྷག་པར་དུ་འདས་པའི་ལོ། ག་རེ་ཟེར་ན་བོད་པའི། ལྔ་བཅུ་ཐམ་པ་བར་དུ་འཐབ་རྩོད་བྱས་པ་རེད། ལྔ་བཅུ་ཐམ་པ་ནས་ལྔ་བཅུ་ང་གཅིག་ལ་རྒྱ་མི་ཁོ་རང་གིས། ད་འདི་ང་ཚོས་འཐབ་རྩོད་བྱེད་ས་གི་རྒྱ་མི་གི་སྲིད་གཞུང་གསུམ་པ་འདི་རེད། རྒྱ་ནག་དམར་བོའི་སྲིད་གཞུང་དང་མཉམ་འདུག་ལ། དམར་བོའི་སྲིད་གཞུང་གིས་ང་ཚོ་སྐད་ཆ་བྱེད་གི་ཡིན། གོ་མིན་ཏང་གི་སྐབས་ལ་ག་རེ་ཡོད་པའི་གནས་སྟངས་དེ་རྒྱས་འདི། ཨ་ནི། མུ་མཐུད་རང་འཇགས་བྱེད་ཀྱི་ཡིན། སྐད་ཆ་མང་པོ་རུ་སྐད་ཆ་སྙན་པོ་རུ་བཤད་ནས་མཐའ་མ་འདི། སྤྱི་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་དོན་ཚན་བཅུ་བདུན་དེ་བཞག་པར་བ། དོན་ཚན་བཅུ་བདུན་དེ་རྒྱ་མི་ཁོ་རང་གིས། རྒྱ་མིས་ཀྱིས། ཚུར་ལ་བོད་པའི་གང་ལ་འདི་སྐད་དེ་ཁས་ལེན་བྱེད་དགོས་ཀྱི་རེད། དེ་ལ་བར་བ་ད་དེ་དུས་བོད་པའི་ཁས་ལེན་བྱེད་དགོས་ཡ་གི་གནས་སྟངས་ཡོད་རེད་བར་བ། གནས་སྟངས་ཡོད་རེད་དེ་ཉེས་མེད་ཀས་ལབ་གི་ཡ་ཡོད་རེད། འདི་སྐད་དེ། སྐད་ཆ་བྱས་པའི་ཐོག་ནས་དོན་ཚན་འདི་སྐད་དེ་ཁས་ལེན་གི་ཡིན་པ། ཞི་བའི་བཅིངས་གྲོལ་ཟིག་བར་བ་དེ་ལ། སྐད་ཆ་བྱས་པའི་ཐོག་ནས་དོན་ཚན་འདི་སྐད་དེ་ཁས་ལེན་གི་ཡིན་པ། ཨ་ནི་ད་ལྟ། རྒྱ་མིས་ཀྱི་དམག་ཁག་གསུམ་ནས། ཁག་གསུམ་ནས་ཡང་མདུན་སྐྱོད་བྱེད་ཀྱི་ཡོད་ཨ་ནི་དམག་གི་དྲག་པོའི་ཐོག་ནས་བཅིངས་འགྲོལ་བཏང་དགོས་ཀྱི་འདུག་དེ་གཉིས་འདམ་ག་གདངས་སུ་ལབ་དགོས་རེད་དངོས་ཡོད་གནས་ཚུལ་རེད་རེད་དེ་དུས་དམག་ཁག་གསུམ་ནས་ཡོང་དགོས་རེད་ཁམས་ཕྱོགས་ནས་གཅིག་ཡོང་དགོས་རེད་མདོ་སྨད་ཕྱོགས་ནས་གཅིག་ཡོང་དགོས་རེད་ཡི་གེ་ཤིན་ཅང་ནས་དམག་སྐོར་བརྒྱབ་ནས་གསུམ་ཡོང་དགོས་རེད་དམག་གསུམ་ཡོང་དགོས་རེད་མདུན་སྐྱོད་བྱ་ནི་ཡོང་དགོས་རེད་ད་ག་རེད་དམག་ཨུད་ཡོང་གི་ཡོད་རེད་ཨ་ནི་དམག་ཨུད་ལ་ལབ་གི་ཡོད་རེད་ད་ག་རེ་བྱེད་ཀྱི་ཡིན་པ་སེ་འདས་སྐད་ཅིག་བཤད་ག་འདི་ཉན་གྱི་ཡིན་པ་ཨ་ནི། དམག་ཁག་གསུམ་ཡོང་ཉིན་དེ་རྗེས་དེ་ཡར་ཕྱིན་ནས་འཇིགས་འགྲོ་དང་ཁོག་རྡུལ་སླེབས་དུས་ཙམ་ནས་ཁོ་འགྲོ་སྟངས་རེད། ད་མཐའ་མ་དེ། དོན་ཚན་བཅུ་བདུན་ཁས་ལེན་པའི་སྐད་ཆ་རེ་བ་དོན་སླེབས་སོང། ཡིན་ནའང་དོན་ཚན་བཅུ་བདུན་གྱི་ནང་ལོགས་ལ། ད་ལྟ་རྒྱ་མིའི་སྲིད་གཞུང་དེ་ལ་མི་ང་རང་གི་བསམ་ཚུལ་དེ་ནི་རྒྱལ་ཁབ་ད་ལྟའི་སྲིད་གཞུང་འདི་ལ་མཉམ་དུ་ལ་དེ་ལ་དེ་མགོ་ལ་དེ་གཉིས་ཀྱི་མི་དེ་གཉིས་ལ་སྐད་ཆ་བཤད་ནས་ཁ་དན་ཚིག་ལ་གནས་ཉན་གྱི།

དེ་སྐྱེས་ལབ་པ་དེ་སྐྱེས་དེ་ཇི་ལྟར་ལབ་པ་ནང་བཞིན་དངོས་ཡོད་ལག་ལེན་ལ་ཁེལ་ཡ་ཅིག་འདུག་དངོས་གནས་རེད་འདུག་མི་འདུག་དེས་ང་ཚོ་ལྔ་བཅུ་ང་གཅིག་ནས་ལྔ་བཅུ་ང་དགུ་བར་དུ་ལོག་ཁུ། དེ་ག་ཚང་སྐྱབས་མགོན་རམ་ཅིག་གི་ཕྱག་དེབ་ནང་ལ་འདུག་ག། ལོག་ཁུ། ལྷག་བསམ་རྣམ་དག་གི་ཐོག་ནས། ཕྱིན་བཅུ་བདུན་དོན་ཚན་བཅུ་བདུན་གྱི་དེའི་དོན་ཚན་དེ་སྐྱེས་དེ་གཞི་ལ་བཞག་པའི་ཐོག་ནས། མཉམ་གནས་རུ་ཅིག། ཡོང་ཡ་གི་ལྷག་བསམ་རྣམ་དག་གི་འབད་རྩོལ་བྱེད་ཡ་རུ། དེ་སྐྱེས་ཚང་མ། རྡོག་རོལ་བཏང་ཉིན་ཁོ་རང་ཚོར་རྡོག་རོལ་བཏང་བར་བ་དེས་སྐྱེལ་ཏེ་བྱས་པ་ཡིན་ཙང་མཐའ་མ་ལྔ་བཅུ་ང་དགུའི་ལོ་ལ་ད་བོད་རྒྱ་ཆེ་མི་མང་ཨ་སའི་འུ་ལ་ཐུག་ནས་ཆ་བཞག་རྒྱུ་མེད་པ་ཡིན་ཙང་ཨ་ནི་གེ་ལང་དེ་རེད་ཡོང་ཁོ་ཡང་དེར་བ་གེ་ལང་རེད་བྱས་ཙང་དེ་དུས་བོད་གི་དྭགས་པོ་བོད་པའི་ཡིན་བོད་ཡིན་བོད་པ་ཡིན་བོད་གི་དྭགས་པོ་བོད་པའི་ཡིན་རྒྱལ་ཨ་ནི་བོད་ནི་ལོག་ཡོང།

ལྔ་བཅུ་ང་དགུའི་སྔོན་ནས་བོད་དང་རྒྱ་གཉིས་ཀྱི་པར་ར་འཐབ་རྩོད་ཅིག་བྱེད་སྟངས་འདི་རྩ་ནས་མ་བྱེད། དྲུག་ཅུ་རེ་གྲངས་ད་ག་རང་ལ་སྐོར་ར་བརྒྱབ་བསྡད་ཉན་རབས་བྱེད་ག་བ་ཡིན་ན་དུས་འདུག། སྤྱི་སྒེར་སུས་ཀྱི་སྐད་ཆ་བཤད་ན་ཡང་སྐད་ཆའི་ནང་ལ་ལྔ་བཅུ་ང་བདུན་གྱི། ལྔ་བཅུ་ང་དགུ་གྱི་སྔོན་གྱི་བོད་དང་རྒྱ་གཉིས་ཀྱི་པར་ར་ལ་འཐབ་རྩོད་དང་འགལ་ཟླ་ག་རེ་བྱུང་པ་དང་བོད་ཀྱི་ས་ཆའི་གང་ལ་རྒྱ་མི་གྱི་དམག་ཁྱི་ཡོང་ནས་དྲག་པོའི་དཔུང་འཇུག་བྱས་དང་མགོ་ག་ཚོད་ནས་ཚུགས་པ་རེད། དེ་ནས་བྱས་ན་ང་ཚོ། རྒྱ་བོད་གཉིས་ཀྱི་བར་འགལ་ཟླ་དེ་ནས་ཚུགས་པར་བ་ཨོ་འདི་ང་ཚོ་ངེས་དགོས་གཅིག་འདུག་བསམ་ཟོར་བ་འདི་གཅིག་ཡིན། གཉིས་པ་དེ་ལ་ཏང་བོད་ས་ཡོངས་རྫོགས་ཤོར་བ་རེད་རྒྱ་མི་ལགས་པ་ལ་བོད་ས་ཡོངས་རྫོགས་ཤོར་བ་ལ་བརྟེན་ནས་ད་ལྟའི་ཆར་ལ་ད་བོད་སྣོད་བཅུད་གཉིས་འདི་རྒྱ་མིས་ཀྱིས་བོད་དེ་རྩ་གཏོར་རུ་བྱེད། གང་ཐུབ་ཐུབ་ཁོས་བཏང་གི་བསྡད་ཡོད་རེད། ལྔ་བཅུ་ང་དགུ་ལ་བོད་ཡོངས་རྫོགས་དེ་རྒྱ་མིའི་ལག་པ་ལ་ཤོར་བ་དེ་ལ་བརྟེན་ནས། བོད་དང་བོད་རྒྱལ་ཁབ་དང་བོད་མི་རིགས་གང་ལ་གནས་ཚུལ་ཐིག་ལེ་རྫ་དྲག་པ་དང་འུ་ཐུག་པ་དུ་བ་རབ་ཅིག་ཡོང་རྒྱུ་ཡོད་མ་རེད་བོད་པའི་གང་ལ་གནས་ཚུལ་ལྟར་དུག་ཤོར་དུ་བྱུང་པ་རེད། ཡིན་ན་ཡང། བོད་རྒྱ་བོ་ལ་ཤོར་བ་དེ་གིས་ཨ་ནི་དཀའ་ངལ་དང། དེའི་གིས་ཁར་སོགས་ལ་བལྟ། ཉེས་པར་བདེ། བོད་པ་གཅིག་པོ་གང་ལ་བྱུང་བ་རེད་པས་ཟེར་ན་དེ་རྩ་བ་ཉིད་ནི་མ་རེད་བདེ་གཅིག་ཤེས་མཁོ་བར་ངས་ནམ་རྒྱུན། དེང་སང་རྒྱ་གར་དང་དེ་འདྲས་ཀྱིས་གཅིག་བཤད་དང་གཉིས་བཤད་དང་ཟེར་ཉིན་དེ་འདྲས་འུ་ཚོ་སྡུག་དོག་སྣང་བྱེད་ཉིན་འདུག་ངས་རྡོག་རྡོག་གསུམ་སྐད་ཅིག་གསུམ་བཤད་དགོས་ངས་ཁོང་ཚོས་གང་འདིར་རོབ་ཚོད་ཅི་ཞིག་ལབ་དགོས་མེད་བསམ་སོང། བོད་ཤོར་བ་དང་བོད་ས་ཡོངས་རྫོགས་རྒྱ་འོག་ལ་ཤོར་བ་དེ་དང་བོད་པ་དག་ཧ་ཅང་ཅང་ང་ཚོའི། གར་སོང་རེད་བོད་ཀྱི་སྣོད་བཅུད་གཉིས་དག་རྒྱ་འོག་ལ་ཤོར་བ་རེད། དེ་དང་མཉམ་དུ་ལ། བོད་རྒྱ་འོག་ལ་ཤོར་བ་དེ་ལ་བརྟེན་ནས་ཨེ་ཤ་ཡའི་ཡུལ་ལུང། ཕྱི་དང་བྱེ་བྲག་ཏུ་བོད་དང་ས་འབྲེལ་ཡོད་ཉེན་གྱི་བོད་དང་ས་འབྲེལ་ཡོད་ཉེན་གྱི་ཨེ་ཤ་ཡུལ་ལུང་ཚང་མའི་ཞི་བདེ་ལྷིང་འཇགས་རྩ་མེད་བྱེད་ཞི་བདེ་ལྷིང་འཇགས། ད་རྩ་མེད་ཟེར་ནའམ་ད་ཧམ་པ་ཚ་དྲག་གི་ཡིན་རེད་པ་གང་དེ་ཞི་བདེ་ལྷིང་འཇགས་དེ་ལ་གནོད་སྐྱོན་ཚབས་ཆེན་པོ་ཞི་བོ་ཅིག་བྱུང་དགོས་རེད་པ་འདི་ཅིག་ཤེས་དགོས་རེད་པ་བྱས་ཙང་འདི་ད་ལྟའི་ཆ་ལ་བོད་པའི་འཐབ་རྩོད་འདི་བོད་མི་ས་ཡ་དྲུག་གི་གཅིག་པོ་གི་འཐབ་རྩོད་རེད་དེ་ཡོད་མ་རེད་བོད་རྒྱ་ཨོ་ལོ་ཤོར་བ་དེ་ལ་བརྟེན་ནས་སུ་དང་སུ་ལ་དོ་ཕོག་ཐེབས་ཡོད་ན་ཡང་དེ་རྒྱས་ཚང་མས་དོན་དང་རེ་བ་རེ་བ་ཕུལ་ཏེ། བོད་ཀྱི་གནས་ཚུལ་འདི་སངས་ཐབས་ཅིག་དང། བོད་དེ་རྒྱ་འོག་ནས་ཨ་ནི་ག་འདྲ། མཐར་ཐབས་ཅིག་བྱེད་དགོས་ཡ་འདི། བུད་མེད་ས་ཡ་དྲུག་གཅིག་པོ་ལ་ཁྲིད་པའི་དགེ་རྒན་རེད་པས་ཟེར་ན། དེ་རེད་མི་འདུག་དེང་སང་བསམ་བཏང་ན་དེ་རེད་མི་འདུག། རེད་པ། དེ་ཅི། གཞན་དག་གཙོ་བོ་ཤེས་དགོས་ཀྱི་འདུག་ངོ་སྤྲོད་བྱེད་དགོས་ཀྱི་འདུག་རེད་པ། ཡིན་པ་དེ་ཡིན་པ་རེད་པ། འདི་དེ་ཡིན་པ་དེ་ཡིན་པ་རེད། བྱས་ཙང་དེ་གི་ནང་ནས་དང་པོ་འདི། དེང་སང་དབྱིན་ཇིག་གི་ཚིག་ཅིག་ལབ་དགོས་རེད། འདི་རེད་སྐར་ཚོགས་རེད། འདི་གང་འདི་ཅིག་མེད་འགྲོ། འདི་རེད་དང་པོ་འདི། Tibets། བོད་སྒེར་བ། བོད་ཀྱི་ས་བབ་ཆ་ཁུལ་སྲིད་ཇུས་དང་དྲག་པོའི་ཐབས་ཇུས་ཀྱི་ཆ་ནས། ཟེར་ཡ་འདི་ག་རེད་ཟེར་ན་བོད་པའི་ས་ཆ་ཆགས་ས་འདི། བོད་པའི་ས་ཆ་ཆགས་འདི་བོད་པའི་ས་དེ་ག་བ་ཆགས་བསྡད་ཡོད་ཟེར་ན། ཤར་རྒྱ། ར། ལྷོ་རྒྱ་ག། ཨ་ནི། དེ་ནི་བར་ཨེ་ཤི་ཡ་བཅས་པའི་ཨེ་ཤི་ཡ་གི་རྒྱལ་ཁག་ཆེན་པོ་གསུམ་ར་ཤི་ཡ། གསུམ་པོ་དེ་གསུམ་དང། དེ་གསུམ་གྱི་དཀྱིལ་གྱི་བར་ཤུག་དེ་ཆགས་བསྡད་པ་རེད། བར་ཤུག་དེ་ཆགས་བསྡད་པ་རེད། འདི་འདྲ་རེད། ལྔ་བཅུ་ང་དགུ་གི་སྔོན་ལ། བོད་རྒྱལ་ཁབ་ཁབ་གཙང་ཡིན་པའི་སྐབས། བོད་འདི་རྒྱ་འོག་ལ་མ་ཡིན་པའི་སྐབས་ལར་བ་བོད་ཁབ་གཙང་ཡིན་པའི་སྐབས་ལ་རྒྱ་ནག་དང། ས་འབྲེལ་ཡོད་ཉེས་ཀྱི་རྒྱལ་ཁབ་ཁག་དྲུག་མ་གཏོགས་ཡོད་མ་རེད། རྒྱལ་ཁབ་ས་འབྲེལ་དྲུག་མ་གཏོགས་ཡོད་མ་རེད། རེད་བ། ལྔ་བཅུ་ང་དགུའི་སྔོན་ལ། བོད་ཡོངས་རྫོགས་འདི་རྒྱ་ནག་གི་མངའ་འོག་ལ་ཕྱིན་ནས་རྒྱ་ནག་གི། གར་སོང་རེད། ས་ཆ་དང། གཅིག་གྱུར་ཆགས་ནས་རྒྱ་ནག་དང་འོག་ཏུ་ཚུད་པ་དེ་ནས། དེང་སང་རྒྱ་མི། རྒྱལ་ཁབ་ག་ཚོད་དང་མཉམ་དུ་ས་འབྲེལ་ཡོད་རེད་ཁྱི་འགོས་བསྒྱུར་བ། རྒྱལ་ཁབ་བཅུ་བཞི། རྒྱལ་ཁབ་བཅུ་བཞི་ཡོད་རེད། བཅུ་བཞི་བདེ་སྐྱིད་ཀྱི་ནང་ནས་གུ་དེ། སྔ་མོ་བོད་དང་མ་གཏོགས་ས་འབྲེལ་ཡོད་མ་རེད་རྒྱ་དང་ས་འབྲེལ་ཡོད་མ་རེད། ད་དེ་གི་ནང་ནས་ཕྱི་ཕྱོགས་གཅིག་ལྟ་དར་བ་དཔེར་ན་ང་རང་ཚོ་ཆ་བཞག་ན། སྔ་མོ་ཡིན་ན་ང་ཚོའི་གནས་ཚང་ཁྱིམ་ཚང། རྒྱ་གར་འཕགས་པའི་ཡུལ། རེད་བ། རྒྱ་གར་དང་རྒྱ་ནག་གཉིས་ཀྱི་པ་རག་ལ་བོད་ཡོད་རེད། བོད་ཀྱི་རྒྱབ་ལོག་དེ་ནས་མ་ཕྱིན་སོང་ན་མེ་དམར་ཡོད་རེད། ལུང་པ་གཉིས་ཀྱི་བ་ཕར་སྤྲད་བྱས་དེ་ཡོད་རེད། རྒྱ་དང་རྒྱ་ནག་དང་རྒྱ་གར་གཉིས་ཀྱི་ས་མཚམས་ཐུག་ཡས་ལ་བར་དུ་བོད་ཀྱི་ས་ཀི་ལོ་མི་ཀྲ་སྟོང་ཕྲག་གི་བར་དུ་ཆོད་དེ་ཡོད་རེད། དེ་ཆོད་དེ་ཡོད་པ་ཡིན་ཙང་རྒྱ་གར་ལ་ནམ་ཡང་རྒྱ་ནག་གི་ཕྱོགས་ནས་ཉེན་ཁ་ཡོང་ཡ་འདི་བསམ་བློའི་ནང་ལ་འཁོར་གི་ཡོད་མ་རེད་འཁོར་ཡ་ཡོད་མ་རེད། ནེ་རུ་ཇི་ཀི། གཅིག་སྟོང་དགུ་བཅུ་དྲུག་ཅུ་རེ་གཉིས་ལ་རྒྱ་གར་དང་ཨ་རྒྱ་མི་གཉིས་དམག་བརྒྱབ་པའི་སྐབས་ལ། དེ་གི་སྐབས་ལ་རྒྱ་གར་གི་དམག་གི་གྲ་སྒྲིག་ཅི་ཡ་ཡོད་མ་རེད་མེད་ཐག་ཆོད་རེད། མེད་པ་རྒྱུ་མཚན་ག་རེ་རེད་ཟེར་དུས་རྒྱ་གར་རང་མཚན་ཐོབ་ས་པའི་ཆེད་ལ་ག་ནེ་རུ་ཇི་ཀི་བསམ་བློའི་ནང་ལོག་ལ། ཁོ་རང་གི་བསམ་བློའི་ནང་ལོག་དེ་ལ། རྒྱ་གར་གྱི་ས་འབྲས་ལ་ཡོད་ཉེན་གྱི་རྒྱལ་ཁབ་དེ། དེ་དུས་རྒྱ་མི་ས་འབྲས་ཡོད་མ་རེད། རྒྱ་གར་གྱི་ས་འབྲས་ལ་ཡོད་ཉེན་གྱི་རྒྱལ་ཁབ་དེ་བརྒྱད་ཀྱི་ནང་ནས། སུ་གཅིག་གིས་རྒྱ་གར་གྱི་གངས་ལ་དམག་གིས་སུན་པོ་འཚོ་ཉེན་དང་འཇིགས་པ་ཡོང་ཡས་ཀྱི་ཉེན་ཁ་མེད་པ་ཡིན་ཙང། ཉེན་ཁ་མཐོང་གི་ཡོད་མ་རེད། རྒྱ་གར་སངས་རྒྱས་སུ་རི་ཧ་གོ་གོར་བ། སུ་མཆོག་བོད། འབྲུག་པ། ཨ་ནི། གྷར་ས། བལ་ཡུལ། རི་བ། དེ་ནས་མ། ད། ཚུར་སྦྱར་ན་ཤི་རི་ལང་ཀ་དང་དེ་རྒྱས་བྷ་ཤཱོ་སུ་དང་དེ་ནས་པཱ་ཀི་སི་ཐན་ཨབ་གྷ་ནི་སི་ཐན། འདི་རྒྱས་རེད། བྱས་ཙང་འདི་རྒྱས་འདི་དེ་ནས་ཚུར་མེན་མར། རི་བ། འབར་མ། འདི་རྒྱས་འདི་འདུག་ད་དུས་དུས་ད་ནི་ཕྱོགས་ག་ནས་བལྟས་ན་རྒྱ་གར་གི་མཐའ་འཁོར་གི་རྒྱལ་ཁབ་འདི་རྒྱས་འདི་གི། ཨ་ནི་རྒྱ་གར་གི་གང་ལ་ནམ་ཡང། དྲག་པོའི་དཔུང་འཇུག་བྱས་ནས་སུན་པོ་བཟོ་ཡག་གི་ཉེན་ཁ་རྩ་བ་ནས་མཐོང་གི་མེད་པ་ཡིན་ཙང་ཨ་ནི་དམག་གི་འདུ་འགོད་ཆེ་རུ་བཏང་ཡག་དང་དྲག་པོ་ཁོ་ན་བྱས་ཁོ་ན་ཡོག་མ་རེད་དེ་ད་ག་རེ་ད་དེ་སྲིད་ཇུས་ཁོ་ན་རེད་དེ་དེབ་ནང་ཡོག་རེ་ད་ངོ་ན་རེད་ངོ་ཡི་གནས་ཚུལ་རེད་རྒྱ་གར་གི་མ་བྱས་པའི་རྒྱུ་མཚན་དེ་རེད་ད་དེ་དུས་ནེ་རུ་ཇིས་གི་ཐུགས་ལ་ག་རེ་གོང་ཐུབ་ཡོག་མ་རེད་སྲིད་དུས་ཙང་ནས་བོད་དེ་རྒྱ་མིའི་འོག་ལ་ཤོར་ནས་ཨ་ནི་གྱ་ནག་དེ། རྒྱ་གར་དང་མཉམ་དུ་རྒྱ་གར་དུ་ཐད་ཀའི་སྲ་མཁྲེགས་ཆགས་ཀྱི་རེད་བསམ་པ་དེ་འདྲ་བསམ་བློའི་ཡུལ་ཁོ་རང་ལ་འཁོར་ཡོད་མ་རེད་པ། འདི་འཁོར་མི་འདུག་ཨ། ད་དེ་རེད་གང། ད་བྱས་མ། ནེ་རོ་ཇི་ཀའི་བསམ་བློའི་ནང་ལ་མ་འཁོར་བ་དེ་ཧོབ་ཏུ་གང་ལ། ཨ་ནི། རྒྱ་མིས་ཀྱི་བོད་ལ་དཔུང་འཇུག་བྱས་ཨ་ནི་བོད་དེ་ཧོབ་ཏུ་གང་ལ། ཡོངས་རྫོགས་དེ་རྒྱ་ནག་ལ་ཟག་རྒྱུ་ཚུད་རྒྱ་ནག་གི་ཟག་རྔ་བ་ལ་ཚུད་པ་དེ་ནས་ཨ་ནི་རྒྱ་གར་དང་རྒྱ་ནག་གཉིས་ད། ཧཱུྃ་དང་བཀའ་ནི། དེ་རིང་མ་རྙེད་ནས་སང་ཉིན་ཡར་ལངས་འདོད་དུས། འདི་ལྟར་སངས་རྒྱས་ཕྱག་འདེབས་པའི་སོར་མོ་ཅན་ནི་ཕྱག་བར་པ། དེ་ནས་བྱས་ནས་ད་ལྟ་བར་དུ། རྒྱ་གར་གཞུང་གི་ས་མཚམས་སྲུང་སྐྱོབ་དང་སྲུང། སྐོར་ལ་འགྲོ་སོང་དང་སེམས་ཁྲལ་ག་ཚོད་འདུག་དང་གོང་དུ་གནས་ཚང་ཁྱིམ་མཚེས་རྒྱ་གར་ལ་ཆ་བཞག་དང། རྒྱ་གར། རྒྱལ་མི་དང་མཉམ་འདོར་ལ། རེ་བ། རྒྱ་གར་དེ་བོད་ཀྱི་ས་ཆ། ཁག་གསུམ་ནས་ས་འབྲེལ་ཆགས་བསྡད་པ་རེད། མོན་ངོགས་ཕྱོགས་ཨ་རུ་ན་ཅལ་པ་དེ་དེ་ནས་བོད་ལ་ས་འབྲེལ་གཅིག་ཁེལ་བསྡད་པ་རེད། ཡེ་གེ་ལ་དྭགས་ནས་བྱས་ནས་དེ་ས་འབྲེལ་གཅིག་ཁེལ་བསྡད་པ་རེད་བོད་ལ། ཡེ་གེ་ཨུ་ཏར་ཁཱནྟི་ནས་བྱས་ནས་ཡེ་གེ་ཀར་ས་ཀི་ནོར་དེ་གི་རྒྱབ་ལོགས་བར་དུ་ས་འདྲེ་ཕྱོགས་གསུམ་ནས་སྔ་མོ་བོད་དུ་ཁེལ་བསྡད་ས་དེ་ད་ད་ལྟ་རྒྱ་དུ་ཁེལ་བསྡད་པ་ཡིན་ཙང། ཨ་ནི་ས་མཚམས་དེ་རྒྱས་སྲུང་སྐྱོབ་ལ་དམག་མི་ག་ཚོད་བཏང་ཁོག་གི་འདུག་འགྲོ་སོང་ག་ཚོད་བཏང་ཁོག་འདུག་གོ་མཚོན་ག་ཚོད་ཉོ་ཁོག་གི་འདུག་འདི་ཡིས་ག་འདྲི་བྱས་སོང་བོད་རྒྱ་དབར་ལ་ཤོར་བ་ལ་བརྟེན་ནས་བྱུང་བར་བ་དེ། བོད་རྒྱ་དབར་ལ་ཤོར་བ་དེ་ལ་བརྟེན་ནས། ང་ཚོའི་ཁྱིམ་མཚེས་རྒྱལ་ཁབ་རྒྱ་གར་ཁང་བརྡབ་གསིག་ག་ཚོད་ཆགས་ཤག། ཞི་བདེ་ལྷིང་འཇགས་བརྡབ་གསིག་ག་ཚོད་ཕྱིན་ཤག། དེ་དང་དེ་ཚོ་ང་ཚོར་དེ་རོགས་པ་ཆུང་ང་ཚོ་ལ་བརྡབ་གསིག་དང། བལ་ཡུལ་ལ་བརྡབ་དང། བལ་ཡུལ། སྔ་མོ་བལ་ཡུལ་དང་རྒྱ་ནག་གཉིས་དེ། ཀི་ལོ་མི་ཀྲར་སྟོང་ཕྲག་གི་བོད་ཀྱི་སར་བར་དུ་ཆོད་དེ་ཡོད་རེད་ས་མཚམས་ཡོད་མ་རེད་པ། ད་ད་ལྟ། ཨ་ནི་བལ་ཡུལ་དེ། ཕལ་ཆེར་ད་རྒྱ་མིས་ཀྱིས་བལ་དེ་སྐད་ཤུགས་ཆེན་པོའི་ཐོག་ནས།

ད་ལྟ། བོད་འདི་རྒྱ་ལས་ཐ་དད་པ་ཅིག་དང་བོད་འདི་རྒྱ་འོག་ནས་ཁ་བྲལ་ཐུབ་པར་བྱུང་སོང་ན། དེའི་གི་ཁེ་ཕན་འདི་བོད་མི་ས་ཡ་གཅིག་པོ་རེད་མི་འདུག་ཨ། ད་ལྟ་ཡི་ས་འབྲེལ་ཁེལ་ནས་ཀྱི་ཁོ་དང་མཉམ་འདོར་ལ་ས་འབྲེལ་ཁེལ་ནས་སུན་པོ་བཟོས་དུས་ཉིན་གི་རྒྱལ་ཁབ་དེ་གྱི་ཚང་མ་ལ་ཁྱད་པར་འགྲོ་གི་ཡོད་རེད། བྱས་ཙང་འདས་བོད་ཤོར་བ་འདི་ང་ཚོ་བོད་ས་ཡ་དྲུག་པོ་བོད་མི་ས་ཡ་དྲུག་དང་དེ་གྱི་དེ་ད་ད་ཨ་ཅང་ཅང། དེ་དང་མཉམ་དུ་ལ་ཨེ་ཤ་ཡའི་ཡུལ་ལུང་གཅིག་གིས་བྱེ་བྲག་ཏུ་བོད་དུ་ས་འབྲེལ་འབྲེལ་ཉིན་གྱི་ཡུལ་ལུང་དེ་རྒྱལ་དེ་ལ་ནི་སྲུང་སྐྱོབ་དང། བརྡབ་གསིག་གི་གནས་སྟངས་ག་འདྲའི་ཆགས་ཤག་དེ་གཅིག་ཤེས་མཁོ་གི་རེད། ཡིན་ཙང་ད་ལྟ་དཀའ་ངལ་འདི་བོད་པའི་དཀའ་ངལ་འདི་བོད་པ་གཅིག་པོ་གི་མ་རེད། འདིར་བ་གནས་སྟངས་དེ་རེད་བྱས་ཙང། བོད་ཀྱི་འདིར་བ་འདི་ཚོ་གཅིག་ཤེས་མཁོ་རེད་ཅིག་འདུག་བསམ་འདུག་ག་རེ་ཚུལ་དུས།

བར་འབྲེལ་ནས་ལོགས་ཀ་ཡ། སའི་གི་མི་འདུག་ཨ་སབ་སྤྲེལ་ཁང་ལ། ཡིན་ན་དངོས་གནས་དྲང་གནས་བྱས་ན་བོད་པའི་སབ་སྤྲེལ་འདུག་རྒྱ་བོད། སུ་དེ་གི་མ་ནས་ཤར་ཏང་ནི་མ་ཐག་ཐིག་ཤིག་རྒྱག་གི་ཡིན་ན། རྒྱ་གར་དང་དེ་རྒྱལ་ཚང་མ་རྒྱ་ནག་ནས་ཀི་ལོ་མི་ཀྲར་སྟོང་ཕྲག་གི་བར་དུ་ཆོད་ནས། དེའི་པ་རག་ལ་བ་ཕར་སྤྲེལ་ཆགས་སྡད་ཅེ་ཙམ་བོད་པའི་ས་ཆ་ཆགས་སྟངས་དེ Geographically། ས་ཆ་ཆགས་བབ་གི་ཐོག་ནས་བོད་གི་ས་ཁྱོན་འདི་ཆགས་ས་འདི། ཨེ་ཤ་ཡ་གི་ཡུལ་ལུང་ཞི་བདེ་གི་བདེ་འཇགས་ཀྱི་ཐོག་ལ་ཧ་ལས་པའི་ཁེ་ལས་ཆེན་པོ་ཆེ་ཆགས་འདོད་པ་དེ་གཅིག་རེད། བྱ་ཚང་འདི་གིས་ངབ་ཀྱི་ངོ་གང་འདྲ་བོས་ཤོར་བ་དེ་གི་ཁར་སོག་རེད་ད། བོད་པ་གཅིག་པོ་ལ་དཀའ་ངལ་མ་ཡིན་པའི་སྤྱི་ཡོངས་ནས་ཨེ་ཤ་ཡ་ཡོངས་རྫོགས་ལ་དེ་རེད། ད་གཉིས་པ་དེ་ཞེ་དྲག་རང་ཞིབ་བྱེད་ང་ཚོ་གོ་ས་མ་རེད། རྩྭ་ཤིང་ནགས་ཚལ་ནས་བརྩིས་པའི་སྲོག་ལྡན་གཅིག་གི་རིགས་ཅིག་ཡིན། ད་ང་ནམ་རྒྱུན་སྤྱི་དང་བྱ་ན་ང་ཚོ་རྩྭ་དང་ཤིང་དང་དེ་བཅས་སོགས་ཡོད་མ་རེད་ཟེར་བར་བ། ཡིན་ན་ང་ཚོ་དེང་སང་བསླབ་གྲྭའི་ནང་ལ Plant Life ཡིན་ན་གཅིག་རེད་ཟེར་ན་རྩྭ་ཤིང་ནགས་ཚལ་དེ་ཚོ་ལ་སྲོག་ཡོད་དམ་ཅེས་བཤད་ཀྱི་འདུག་ག་ཡོད་པའི་བཟོ་རེ་བྱས་འདུག་ག་ག་རེ་ཟེར་ན། རྩྭ་ཤིང་ནགས་ཚལ་དེ་བཅས་དེ་ལ་དྲོད་གཤེར་གཉིས་མེད་པ་སྐྱེ་གི་མི་འདུག་ག་དེ་རེད། གྲོད་ཁོག་རེད། ཆུ་ཁོག་རེད། བཞའ་ཚན་དང། དྲོད་མེད་པ་ལ། རྩྭ་ཤིང་ནགས་ཚལ་རིགས་ག་འདྲ་བྱིན་ནས་སྐྱིལ་གྱི་མ་རེད་གསོན་གྱི་མ་རེད། སི་ཏུ། ཁོ་ལ་ཅིག་ཡོད་རེད་སོགས་ཅི་སོགས་ཟེར་བ་རེད་ཅིག། ཇ་སོགས་འདྲེན་གྱི་སྐྱེ་འགྲོ་ཅིག་ཡིན་ན། ཨ་ནི། དྲོད་གཤེར་གཉིས། ལ་མ་བརྟེན་པ། གནས་ཐོ་ཡ་ཡོ་མར་བ། མེ་དུད་ཚང་ནི། ད་ད་ད་ཨེ་ཤེ་ཡ་ཡུལ་ལུང། དེ་རྒྱལ་དེའི་གི། མང། ཆེ་གི་ཆུ་གི་ཆུ་འགོ་དེ། བོད་ནི་ཡིན་དང་དེ་དེང་སང། ཤེས་གི་འདུག་ག། གཉིས་པ་དེ་དེ་རེད་ད་རང་དང་པོ་དེ། བོད་དེ་བོད་གི་ས་ཆའི་ཆགས་བབས་དེའི་གི་ཆ་ནས་ཨ་ནི་བོད་གི་ས་ཁུལ་དེ། ཨ་ནི་བོད་དང་ས་འབྲེལ་ཡོད་ཉེན་གྱི་ཨེ་ཤ་ཡའི་ཡུལ་ལུང་གཅིག་དང། ཨ་ནི་ཞི་བདེ་ལྷིང་འཇགས་ཡོང་ཡས་ཀྱི་ཐོག་ནས་ཆེད་དུ་གལ་ཆེན་པོ་ཡིན་སྟངས་དེ་རེད། ཡིན་ཙང་ད་བོད་དུ་ཤོར་བ་ཡིན་ཙང་ཨ་ནི་རྒྱལ་ཁབ་དེ་རྒྱལ་དེ་ལ་བརྡབ་གསིག་ཡོང་ཡས་དེ་བྱུང་བ་རེད། གཉིས་པ་དེ། ཨེ་ཤ་ཡའི་ཡུལ་ལུང་གཉིས་པ་དེ་ད་དེང་སང Ecological དང Environmental སྐད་ཆ་ཞིག་བར་པ Ecological Environmental འདི་དག་རེད། ནམ་རྒྱུན་ང་ཚོ་གཞུང་ནང་བཤད་པ་དག་རེད་སྣོད་བཅུད་གཉིས་རེད་སྣོད་ཀྱི་འཇིག་རྟེན་དུ་བཅུད་ཀྱི་སེམས་ཅན་གཉིས་གཅིག་གིས་གཅིག་ལ་ལྟོས་ཏེ་བར་པ། བཅུད་ཀྱི་སེམས་ཅན་གཅིག་ཡིན་ན། སྣོད་ཀྱི་འཇིག་རྟེན་གཅིག་ལ་མ་བརྟེན་པ་ལ། སེམས་ཅན་དེ་སྲོང་བརྟེན་དེ། མཚོ་ཐོ་ཡ་ཡོ་མར་བ། མཚོ་ཐོ་ཡ་ཡོ་མར་སྣོད་བཅུད་གཉིས་ཀྱི་དེང་སང Ecological གྱི་འབྲེལ་བ་ཟེར་ཡ་དེ Ecological ཟེར་ཡ་དེ་དོན་དག་ཡིན་གཉིས་སྣོད་བཅུད་གཉིས་ཀྱི་འབྲེལ་བ་རེད། སྣོད་ཀྱི་འཇིག་རྟེན་དེ་དང། སྣོད་ཀྱི་འཇིག་རྟེན་དེ་ལ་རྟེན་དེ་ཉིད་ཀྱི་བཅུད་ཀྱི་སེམས་ཅན་དེ་ཉིད་གཉིས་ཀྱི་ལྟོས་བཅས་ཀྱི་འབྲེལ་བ་དེ་རེད། དེ་ཡིག་གི་ཆ་ནས་བཤད་ན་བོད་དེ་ཧ་ལས་པའི་གལ་ཆེན་པོ་ཡིན་ད་དེ་ད་དེང་སང་མང་པོ་ཤེས་ཀྱི་འདུག་ཨ་ནི་ཁ་ཚང་བཀའ་ཤག་གི་གསུང་འཕྲིན་དེ་ཚོའི་ནང་ལ་མང་པོ་འདུག་ག་བོད་ཀྱི་ནང་གི་ཆུ་དང་དེ་རྒྱས་དེ། ཡིན་ནའང་འདི་གི་ནང་ལ་བཀའ་ཤག་གསུང་འཕྲིན་ནང་ལ་འདུག་ག་དེང་སང་ཡོངས་གྲགས་ལ་ཤེས་གི་བ་རེད། འདས་པའི་ལོ་བཞི་བཅུ་ལྔ་བཅུ་གཅིག་གི་ནང་ལ་འཛམ་བུ་གླིང་ལ་གོ་ལའི་ཚ་དྲེག་རྒྱས་གི་བ་རེད་གནམ་གཤིས་ཚ་གྲང། ཆེ་རུ་འགྲོ་གི་བ་རེད་རྒྱས་གི་བ་རེད་སྤྱི་ཡོངས་རེད་དེ་ན་ཚ་དེ་སྤྱི་ཡོངས་རེད། རེད་པ། ན་ཚ་དེ་འཛམ་བུ་སྤྱི་ལ་འཛམ་བུ་གླིང་སྤྱི་ལ་ཕོག་པའི་ན་ཚ་རེད། སྤྱི་ལ་ཕོག་པའི་ན་ཚ་ཡིན་ཙང་ང་ཚོ་བོད་པའི་གཏམ་དཔེ་ལ་ཁར་ས། ལུང་པ། ཆུའི་ཁང་ན་དོ་རུབ། ལུང་པ་ཆུའི་ཁང་ན་ནི་དོ་རུབ་སྐམ་པོ་ནེག་མ་རི་སེལ་སོགས་རུབ་བྱས་ནས། འཛམ་བུ་གླིང་སྤྱི་ཡོངས་ལ་གོ་ལའི་ཚ་དྲོད་གྱེས་ཀྱི་ཡོད་ན། བོད་གཅིག་པོ་ལ་གོ་ལའི་ཚ་དྲོད་མ་སྐྱེས་པ་ལྟར་ལྷག་དང་ལྷག་གི་མར་བ། ཡིན་ན་གྱེས་པ་ལ་གྱེས་སྟངས་ཡོད་རེད་བ། ད་ལྟ་བོད་ཀྱི་ས་ཁུལ་དེ་གི་ནང་ལ་གོ་ལའི་ཚ་དྲོད་གྱེས་ཏེ་འཛམ་བུ་གླིང་ཡུལ་ལུང་གཞན་དག་ལ་གྱེས་ཡ་དེ་གི་འདབ་གསུམ

ཡི་གེ་གང་རིགས་གང་ལ་ཡོད་སྙིང་གི་འཁྱགས་པ་དེ་སྐྱེས་དེ་དང། ས་ག་འོག་ལ་ཡོད་སྙིང་གི་འཁྱགས་ས་ཕ་མ་ཕོ་དེ་གཉིས་རེད་པ། དེ་གཉིས་གཉིས་ཆ་ད་ལྟ་ཚད་ལས་བརྒལ་བས། ཨ་ནི་ཞུ་ཚད་ཆེན་པོ་ཆགས་བསྡད་ཡོད་པ་ཡིན་ཙང། དེང་སང་ཚན་རིག་པ་ཚོས་ཆེས་གཅིག་ཤེས་གི་བ་རེད་ཁོང་ཚོ་ཁ་ཤས་སི་ཏུ་ཉིས་སྟོང་སུམ་ཅུ་སོ་ལྔ་བར་དུ་བོད་ཀྱི་ཨ་ནི་གཙང་ཆུ་འདི་རྒྱལ་སྟེགས་ཀྱི་ཆུ་མགོ། གངས་དང། རི་གངས་ལ་ཡོད་པའི་འཁྱགས་པ་དང། Glacier སའི་སྡེར་བ Glacier དེ་དང་སའི་འོག་ལ་ཡོད་པའི་འཁྱགས་པ Permafrost གཉིས་ཆ། ཨ་ནི། ཕལ་ཆེར་ཆ་ཚང་རེད་བཞི་ཤུག་དྲུག་རེད་ཟེར་གི་བ་རེད། ད་ཁ་ཤས་དེ་ལས་རེ་ལྔ་བྱས་ན་ཉིས་བརྒྱ་ལྔ་བཅུ་ཉིས་སྟོང་ཉིས་སྟོང་ལྔ་བཅུ་ཐམ་པ་བར་དུ་ཡིན་ན་ཉིས་སྟོང་ལྔ་བཅུ་བར་དུ་དཀོན་མཆོག་འགྲོ་ས་རེད། ད་ལྟའི་ཞུ་ཚད་དེ་ལ་བལྟས་ན། བྱས་ཙང་འདི་དཀྱིལ་དུ་ཚང་མ། གར་བྱས་ན་ཨེ་ཕེག་ཤོར་བ་རེད་བོད་རྒྱ་བོད་ལ་ཤོར་བ་དེ་གི་ཨེ་ཕེག་རེད། བོད་རྒྱ་བོད་ལ་ཤོར་མེད་ན། བོད་པའི་མི་གིས། བོད་ཀྱི་སྣོད་བཅུད་ཀྱི། དེ་སྐྱེས་དེ་གི་དེ་འདྲས་ཀྱི། མཁར་སོགས་རེད། ཚད་ལས་བརྒལ་བའི་ཨ་ནི་ས་རྐོ་དོ་ལོག་དང་ཚད་ལས་བརྒལ་བའི་ཨ་ནི་གཏེར་ཁ་སྔོག་འདོན་དང་ཚད་ལས་བརྒལ་བའི་ཨ་ནི་བེད་སྤྱོད་ལོག་པ་བྱེད་སྟངས་འདི་བོད་པའི་རྩ་བ་ཉིད་ནས་བྱེད་ཀྱི་མ་རེད་པ། བྱེད་མཁན་མ་རེད། ད་ག་ཚོད་ཀྱི་བྱེད་ཐུབ་ཡག་གི་བོད་པ་ལ་ནུས་པ་ཡོད་མ་རེད་བསམ་བློ་གི་འཁྱེར་བཟོ་ཡི་ཁ་ག་རེད། བསམ་བློ་འཁྱེར་བཟོ་དེ་བོད་པའི་སྔ་མོ་བསམ་བློ་འཁྱེར་བཟོ་ག་རེ་ཡོད་རེད་ཚུལ་སོད་ཚུལ་ཙང་ནས། རིགས་དང་ཤིང་དང་སྣོད་བཅུད་དུས་བརྒྱད་དེ་ལ

བོད་ཀྱི་ནང་ལ་ད་ལྟ Environmental གྱི Problem དེ་བརྒྱ་ཆ་བརྒྱ་ཐམ་པ་ད་ལྟ་ཡོད་པ་དེ་ཡོང་གི་མ་རེད་པ། ད་དེ་བོད་ཀྱི་ནང་ལ་སྣོད་བཅུད་ཀྱི Environment གྱི Problem དེ་གི་དཀའ་ངལ་དེ་བོད་པ་ས་ཡ་དྲུག་པོ་གཅིག་པོ་རེད་འདུག་རེད་མི་འདུག་ཨེ་ཤེ་ཡ་ཡོངས་རྫོགས་རེད་དེ་གི་ནང་ལ་རྒྱ་ནག་ཁོ་རང་ཡང་ཚུད་དགོས་རེད། རེད་བ། དེ་རྒྱས་དེ་རེད། ད་ང་དེ་རྒྱས་དེ་རེད། ད་གསུམ་པ་དེ་ང་ཚོས་ནམ་རྒྱུན་འདི་ལབ་གི་ཡོད། གཉིས་པ་འདི་རེད་བ། བོད་འདི་གལ་ཆེན་པོ་ཡིན་པ་བོད་ཀྱི་ས་ཁུལ་འདི་གལ་ཆེན་པོ་ཡིན་སྟངས་དེ་ད་ལྟ་གཅིག་དེ། Geopolitical དང Strategically གལ་ཆེན་པོ་ཡིན་སྟངས་དེ། དེ་གལ་ཆེན་པོ་རེད་གལ་ཆེན་པོ་ཡིན་དུས་ཙང་ནས། དེ་ལ་རྒྱ་མིས་ཀྱིས། ཨ་ནི་སྟངས་འཛིན་བྱེད་ཉེས་དེ་རྒྱ་མི་ཆགས་པ་དེ་ལ་བརྟེན་ནས་ཨ་ནི། ད་ལྟ་ཁྱིམ་མཚེས། ས་འབྲེལ་གྱི་ཡུལ་ལུང་དེ་རྒྱས་འདེགས་ཀྱི་བདེ་འཇགས་དང་སྲུང་སྐྱོབ་ལ་ག་ཚོད་ཅིག་དཀའ་ངལ་འཕྲད་ཀྱི་ཡོད་པ་དེ་དེ་རེད། གཉིས་པ་དེ་ད་ལྟ་ཁོར་ཡུག་གི་དེ་རེད། གསུམ་པ་དེ་ལ། འཛམ་བུ་གླིང་སྤྱི། ཨེ་ཤ་ཡའི་ཡུལ་ལུང་སྤྱི་དང་ལྷག་པར་དུ་རྒྱ་གར་ལ། ཁ་རུ་སི་ཏི་རྒྱ་གར་གྱི་གནའ་བོའི་རིག་གཞུང། རེད་བ། དེང་སང། བཤད་དེ་ནི་ཁོ་ན་ཚོ་རྒྱ་གར་གྱི་ནང་ནས་བོད་གནའ་བོའི་ནག་གཞུང་དང་ཅི་ཞིག་ཅིག་བཤད་དེ་གསུང་སྐྱོན་ཉན་དང། ཅིག་བྱེད་ཁོ་ཁུ་རུ་སི་ནི་གསུང་སྙན་ཞེ་དྲག་མང་པོ་འདུག་ཨ། ཨ་རི་གསུང་པ་ནང་བཞིན་བསམ་བློའི་ནང་ལ་ཡང་སྔོན་མེད་ཅིག་སྔ་མོའི་རྒྱ་གར་གྱི་རིག་གཞུང་འདི་དག་པོ་རྒྱག་དགོས་ཡ་རབས་ཅིག་དང་གཅེས་འཛིན་བྱེད་དགོས་ཡ་ཡིན་པའི་ཚོ། ཡོད་རྒྱུར་བ་ཡོད་ནས་བཟུང་དགོས་རྒྱུར་བ། ད་སྔ་མོའི་ཆོས་སྔ་མོའི་རྒྱ་གར་གྱི་རིག་གཞུང་དང་སྤྱི་བདེ་སྐྱེད་བསྟི་དང་ཚན་ཆེན་ཚན་ཆེ་བྱེད་དགོས་ཀྱི་ཡོད་ན། སྔ་མོའི་དེ་མང་ཆད་ཅིག། སུས་ཉར་ཡོད་ཟེར་ན་བོད་པས་ཉར་བསྡད་ཡོད་བ། དེ་སྐད་ཅིག་ཁ་ཤས་ཁོང་ཚོས་ལབ་ཀྱི་འདུག། ང་ཚོ་སྐད་ཤུགས་ཁོ་ཚོས་བཤད་དུས་ཙང་ནས་རྒྱ་གར་ནང་ལ་དེ་འདྲའི་གསུང་ཉན་འདུག་ང་ཚོས། ཨ་ནི་སྔ་བའི་རིག་གཞུང་སྐད་ཅིག་བཤད་ཡོད་འདུག་ཙང་ནས་ཨ་ནི་ང་ཚོ་བོད་པའི་བྱིས་པ་ཉར་བསྡད་ཡོད་རེད་རྒྱ་གར། བོད་པའི་སྐད་དང་ཡི་གེ་ནང་ལོགས་ལ་རྒྱ་གར་གྱི་ང་སྨོས་ལྟར་ན། ནང་པའི་གསུང་རབ་དང་དེ་བརྒྱུད་དུ་ཆ་ཚང་ཉར་བསྡད་ཡོད་པ། ཉར་ཡོད་ཡོད་པ་དངོས་རེད། བོད་པའི་སྐད་ཀྱི་ནང་ལ། རྒྱ་གར་གྱི་ནང་པའི་གཞུང་ལུགས་གཙོ་བོ་བྱས་པའི་གསུང་རབ་ག་ཚོད་བོད་པའི་སྐད་ཀྱི་ནང་ལ་བསྒྱུར་བ་ཅིག་འཛམ་གླིང་ཡུལ་གྲུ་སོ་གཅིག་གི་སྐད་ཀྱི་ནང་ལ་བསྒྱུར་ཡོད་མ་རེད། དྲང་པོའི་ཆ་ནས་དེ་རེད་པ། དེའི་དངོས་གནས་རྩོད་རེད་པ། ཡོད་རེད་ཟེར་ལབ་དགོས་རེད། ཡོད་པ་འདི་གྱུར་པ་དེ་གྱུར་ནས་ནི་ཕ་གི་ཤོག་ཏོག་ལ་ང་ཚོའི་ཤོག་ཏོག་ལ་ཉར་བ་གཅིག་པོ་མ་རེད་དེ་རྒྱས་འདི། གང་གྱུར་ར་དེ་རྒྱས་འདི་གི་ཚིག་དོན་གཉིས་ཆ་གི་ཆ་ནས་འགྲེལ་བཤད་རྒྱག་དགོས་བྱུང་ན་འཛམ་བུ་གླིང་འདི་གང་ལ་ད་ལྟ་ཤེས་ཉེ་ང་ཚོར་མེད་དོ་མེད་ཟེར་ལབ་གི་ཡོད་རེད་རེད་རེད་ངོ་ནས་རེད་ད་འདི་རེད་ད་ཀུན་སྤྱོད་གསུམ་རེད་ཁ་ཁྱག་ཁྱག་བྱས་ན་ལབ་ཆོག་གི་རེད་ད། རེད། རེད་བ། ལབ་དགོས་བ་རེད། དེ་ལབ་དུས་ཁ་ཤས་ཀྱི་ཡེ་ཏོ་བོག་ཏུ་དར་ཤོ་ན་ན་ཟེར་ཉེས་དེ་འདྲ་འདུག་ཨ་རེ་ངས་དཀོན་མཆོག་ལབ་གི་ཡོད། འགྲིག་གི་རེད་ཟེར། འདི་རྒྱས་དེ་ཁྱོད་བོག་ཏུ་དར་ཤན་རེད་ཟེར་གཅིག་ཕ་པི་ན། ཨ་ནི། ད། གྱ་ག་གི་ན་བའི་རིག་གཞུང་ག་རེ་བྱ་གི་ཡིན་པ་ཟེར། འདི་ཁྱོད་བོག་ཏུ་དར་ཤན་རེད་ཟེར་ཕ་གཅིག་པི། ཧིན་དུ་གི་གཅིག་གཅིག་འདི་ཧིན་དུ་རེད་ཟེར་ཕ་གཅིག་པི། འདི་འདི་འདི་ཇེན་གི་རེད་ཟེར་པི་གུ་གུ་རེད་བ་དེ་པི་ན་ཨ་ནི་ད། རྔ་བའི་རིག་གཞུང་ག་རེ་བྱ་གི་ཡིན་པ་ཟེར། གྱ་ག་ག་བ་རེ་ཡོད་རེད་ཟེར་ལབ་དུས་ཨ་ནི། སོང་ཡང་ཟད་མི་འདུག་དེ་འདྲའི་འདུག་དངོས་ཡོད་གནས་ཚུལ་རེད་བ་དེ་རྒྱས་འདེད་བྱས་ཚུལ། འཛམ་བུ་གླིང་གི་དེ་གི་ནང་ལ་ནང་པའི་གསུང་རབ་དང་འབྲེལ་བའི་ཐོག་ནས་རྒྱ་གར་གྱི་གནའ་བོའི་རིག་གཞུང་ཡིག་ཐོག་ནས་ཉར་ཚགས་བྱས་ཏེ་ཡོད་པ་དང་དེ་རྒྱས་གཉིས་ཀྱི་ཚིག་དོན་གཉིས་ཆ་གི་ཐོག་ནས་དཀོན་མཆོག་གསུམ་འགྲེལ་བཤད་རྒྱག་རྒྱུ་ཡོད་ཉེན། འགྲེལ་བཤད་བརྒྱབ་པ་གཅིག་པོ་མ་རེད་དམ། བཤད། འཆད་ཉན་བྱས་འཆད་ཉན་བྱས་པ་དེ་རྒྱས་དེ་གོ་གསུམ་གྱི་སྤྱོད་ལམ་ལ་འཁེལ་ནས་ཉམས་ལེན་བྱེད་ཉེན། སུ་འདུག་བོད་པ་མ་གཏོགས། འཛམ་བུ་གླིང་ན་ནང་པའི་རྒྱལ་ཁབ་ཡིན་གསུང་མཁན་མང་པོ་འདུག་ཨ་རེད་ཡོད་རེད་ཡོད་རེད་ཁོ་ནག་ཚོགས་ཀྱིས་ནང་པའི་གཞུང་དེ་རྒྱལ་སྡིག་གི་ཐོས་བསམ་གྱི་སློབ་གཙོས་ཐོས་བསམ་སློབ་གཉེར་གྱི་གནས་ཚད་ག་འདྲའི་ཞིག་འདུག་ད་འདི་དངོས་ཡོད་བཤད་ན་ཁ་བཏང་པ་ཆགས་ཀྱི་ཡོད་རྒྱུ་མ་རེད་པ་དངོས་ཡོད་དེ་དངོས་ཡོད་རང་རེད་ཤག་རེད་བ་ང་ཚོ་དེ་འདྲའི་རེད་བ་དཔེར་ན་རྒྱ་ནག་ལ་ཆོས་དེ་ཁོ་ཚོས་ནང་ཆོས་དར་ཡོད་རེད་གྱུར་ཡོད་དེ་ག་རོགས་གྱུར་འདུག་བ། འདུག་ཨ་ནི་རྒྱ་ནག་གང་བསྐྱུར་བ་དེ་གྱིས་དེ་འཇའ་པང་དང་ཀོ་རི་ཡ་དང་དེ་གྱི་རླུང་བུ་ཁོ་ཚོ་ལ་ཡོད་རེད་པ། ཡིན་ཙང་ཁོ་ཚོས་རྡོ་དེ་མ་བསྐྱོར་ཤེས་ཚོད་མ་ཐག་དེ་གྱིས་དེ་ལ་འགྲེལ་བཤད་ག་ཚོད་བསྐྱོན་ཐུབ་ཀྱི་འདུག་ཨ་ནི་དེ་བསྐྱོར་བ་དེ་གྱིས་དེ་དོན་རྟོགས་ནས། གོ་གསུམ་གྱི་སྤྱོད་ལམ་གང་ལ་ཁྱིས་ནས་གོམས་གྲུབ་ཉམས་ལེན་ག་ཚོད་འདུག་དེ་ཡང་དུ་ཐོང་ཡ་འདུག་བྱས་ཙང་དེ་ཡིན་དུས་ཙང་དུ་གསུམ་པ་འདི་སྔ་མོའི་རྒྱ་གར་གྱི་ཆོས་དང་རིག་གཞུང་འདི་སྐད་འདི་ད་ལྟ་བར་དུ་བོད་པས་དམ་འཛིན་བྱས་པ་དེ་ནང་བཞིན་ཅིག་མ་འོངས་པ་ལ་གོ་གི་འདུག་ན་བོད་གནས་སྐོར་དྭགས་བོད་བོད་མ་གནས་ན་ད་ལྟ་ང་ཚོ་ཧི་མ་ལའི་རི་རྒྱུད་དང་འདི་སྐད་ལ་ད་ལྟ་ཁོ། ཆུ་དང་མ་སོང་ན་ཆུ་མགོ་དེ་ཡང་གནས་ཡོད་པ་ཡིན་ཙང་ད་ལྟ་དཔལ་ཁྲ་ད་དར་གནས་བསྡད་ཡོད་རེད་ལྷག་པར་དུ་ཡང་སྐྱབས་མགོན་རིན་པོ་ཆེ་དང་ཨ་ནི་དེ་དང་མཉམ་དུ་ལ་ང་ཚོ་བོད་ཀྱི་མཁས་པ་གྲངས་འབོར་གྱི་ཆ་ནས་ཉུང་ཉུང་རེད་དེ་ཡིན་ནས་སྐྱབས་བཅོལ་ལ་ཕེབས་པ་དེ་རྗེས་དེའི་ངང་ནས་དྲན་ནས་ང་རང་ཚོའི་ཧི་མ་ལ་ཡའི་རི་རྒྱུད་དང་དེ་རྗེས་ལ་དངོས་གནས་དྲན་ནས་གསན་བསམ་སློབ་གཉེར་དུ་དཔལ་ཡག་པོ་ཆགས་སོང་ཨ། སྔོན་ནས་རོལ་བ། དེ་ཡི་དམ་དང་ལ་དྭགས་མཁན། ཐུབ་བསྟན། ཧ་རི་ས། ཐུབ་བསྟན་དཔལ་འབྱོར་ཐུབ་བསྟན་དཔལ་ལྡན་རོལ་བ། ཁོང་རང་གཟུངས་སྐུ་དང་དངོས་གནས་རྩོད་རོལ་བ། སྔ་མོ་ལྔ་བཅུ་ང་དགུའི་སྔོན་ལ་དཔལ་དང་ལ་དྭགས་གཅིག་པོ་ལ་ཆ་བཞག་དང། ལྷའི་ས་ལ་ཕྱིན་ནས་དགེ་བཤེས་ཐོབ་ཉེར་གྲངས་ཀ་བརྒྱད་ཀྱི་དོགས་ཀྱི་དགེ་བཤེས་གླན་ཉོ་ཉེ། དང་ད། ལ་དྭགས་གཅིག་པོ། གདན་ས་ཁག་གི་ནང་ལ་དགེ་བཤེས་ག་ཚོད་འདུག་ཡོད་པ་དེ་ཚོ་དངོས་གནས། ཡིན་ཟེར་ཉེ་དེ་འདྲས་འདུག་བ། དེ་དང་དེ་མཚུངས་ཀྱི། མོན་ནས།

འདི་སྐད་དིག་གི་བསྟན་པའི་སྒྲོམ་གཞི་འདི་ཉིད་དིག་གི་རྩ་བ་འཛིན་ས་འདི་བོད་འདི། འདི་མེད་ན་འདི་གནས་མ་ཐུབ་ན་ཨཱ་ནི། ག་ཚོད་བར་དུ་ཁོ་ན་ཚོད་ཀྱི་རྗོད་ནི་ཐུབ་ཀྱི་ཡོད་ན་དན་ག་ལས་ཁག་པར་བ་བྱས་ཙང་ང་ཚོ་ལ་འདི་གསུམ་འདི། བོད་འདི། ཤོ་བ་དེ་གི་བརྟེན་ནས་བོད་ཤོ་བ་དེ་ལ་བརྟེན་ནས་ཨ་ནི། ཁ་ལོ་བར་ཐག་དེ་གི་དཀའ་ངལ་སོགས་རེད་དེ། ཨ་ནི། བོད་སུ་བོད་མི་ས་ཡ་དྲུག་གཅིག་པོ་ལ་མ་ཡིན་པ་ཆགས་ནས་ད་ལྟ། ཨེ་ཤ་ཡའི་ཡུལ་ལུང་དེ་གའི་སྤྱི་ཡོངས་ནས་བརྡབ་གསིག་ག་འདྲ་བྱུང་ཡོད་དམ། རེད་བ། བྱུང་བ་དེ་གཅིག་ཤེས་དགོས་རེད། ཨ་ནི་ཤེས་པའི་ཐོག་ནས། གལ་སྲིད། ད་ལྟ་གོང་དུ་བཤད་པ་འདི་བརྒྱད་དེ། ཨེ་ཤ་ཡའི་ཡུལ་ལུང་དེ་བརྒྱད་དེ་གི་ཞི་བདེ་ལྷིང་འཇགས་དེ་སྔ་མོ་ནང་བཞིན་གཅིག་ལྔ་བཅུ་ང་དགུའི་སྔོན་ལ་ཡི་ནང་བཞིན་གཅིག་གི་ཡོང་ཡ་གཅིག་གི་སོ་ཐུབ་ཡ་གཅིག་དང་གཅིག་གོ་གི་འདུག་ན། བོད་ཀྱི་གནས་སྟངས་དེ་ལ་འགྱུར་བ་ཅིག་འགྲོ་གི་རེད། བོད་ཀྱི་གནས་སྟངས་དེ། བོད་ཀྱི་གནས་སྟངས་དེ་འགྱུར་བ་ག་རེ་འགྲོ་གི་རེད་ཟེར་དུས། ད་ལྟ་རྒྱ་གི་འོག་ལ། ཡོད་པ་དེ་ནས་འགྱུར་བ་བྱེད་སྒྲོ་ཁོག་རེད། འགྱུར་བ་བྱེད་སྒྲོ་དང་སྒྲོ་གུར་ཚང་འདུག་འགྱུར་བ་སྒྲོ་དང་སྒྲོ་སྐོར་བ། འདི་དངོས་པོའི་གནས་ལུགས་རེད། འཛམ་བུ་གླིང་གི་ནང་ལོགས་ལ་ད་ལྟ་བར་དུ། རྒྱལ་ཕྲན་མངའ་ཐང་ཆེན་པོ་སྟོབས་ཤུགས་ཆེན་པོ་ག་ཚོད་བྱུང་འདུག། ལོ་ཉིས་བརྒྱ་ལྷག་གནས་ཐུབ་ཉེན་ཤི་ར་ཡོད་མ་རེད། རེད་པ། རེད། PRC ག་དུས་བར་དུ་གནས་གི་རེད། བརྟག་པ་བྱས་གནས་གི་རེད་བས་བརྒྱ་ཆ་ཉིས་བརྒྱ་ཐམ་པ་གནས་གི་མ་རེད་པ། ནིང་མ་རེད། ག་དུས་ཡིན་ན་ཉི་མ་གཅིག་ཁོ་སྒོ་བསྟེན་ལོག་གི་རེད། ཕྲུག་གུ་རེད་ཁོ་ཐོར་གི་རེད་འདི་དངོས་པོའི་གནས་ཚུལ་རེད་འདི་ང་ཚོའི་གའི་བྱེད་པོ། མོ་རྒྱབ་རྩིས་རྒྱབ་ཁེལ་ཁོ་ཡོད་པ་དངོས་པོའི་གནས་ཚུལ་རེད་ཁོ་ཐོར་གི་རེད། ཡིན་ན་ཐོར་བའི་སྐབས་དེ་བར་དུ་ང་ཚོའི་གནས་སྟངས་དེ་ག་ཚོད་བྱེད་གི་འདིར་བདག་ཁོ་ད་ནས་བཟུང་སྟེ་ལོ་བཅུ་གི་ཆེད་ལ་ཐོར་གི་འདུག་ན་ལོ་བཅུ་བར་དུ་ང་ཚོ།

རེད་པ། དེ་རེད། བྱས་ཙང་རྒྱུ་བ་འགྲོ་གི་རེད་པ། རྒྱུ་བ་འགྲོ་གི་རེད། བྱས་ཙང། འཛམ་བུ་གླིང་ཡུལ་ལུང་དེ་རྒྱས་ཞི་བདེ་ལྷིང་འཇགས་ལ་འགྲོ་གི་གོ་ཡས་ལ་ཡང་བོད་འདི་ལ། རྒྱུ་བ་ཅིག་འགྲོ་ཁོ་བོ་རེད། ད་ག་ནང་བཞིན་བོད་ཀྱི་སྣོད་བཅུད་ཀྱི་དེ་རྒྱས་དེ་ལ་ཡང། བོད་ཀྱི་སྣོད་བཅུད་དེ་རྒྱས་དེ། སྣོད་བཅུད་ཁོར་ཡུག་དེ་རྒྱས་དེ་གཏོགས་སུ་གསོག་ཐུབ་ཡ་རེད་པ་ཅིག་དང། ཨ་ནི་བོད་ཀྱི་ནང་ལ་གོ་ལའི་ཚ་དྲོད་རྒྱས་ལ་སོགས་པ་དེ་རྒྱས་དེ། ད་ལྟ་ག་ཚོད་ཅིག་ཚ་ཚད་དང་འཕར་ཚད་ག་ཚོད་ཡོད་པ་དེ་ནས་རྟོགས་ཚོད་ཀྱིས་ཉུང་ངུར་འགྲོ་དགོས་ཀྱི། གོ་གི་འདུག་ན། ཡང་འགྱོ་ཕོད་ལ། དེ་གོ་གི་རེད་བ། འགྱོ་བ་ཅིག་འགྲོ་དགོས་ཀྱི་རོ་གནས་སྟངས་དེ། དེ་རེད། ཨ་ད་ནང་བཞིན་བྱས་ནས་ཨ་ནི། ནང་པའི་རིག་གཞུང་ཟེར་ནས་རེད་གང་ལྟར་བོད་པའི་རིག་གཞུང་འདི་ག་ཚོད་འདི་སྐྱེས་འདི། གནའ་བོའི་རྒྱ་གར་གྱི་རིག་གཞུང་མཚོན་པའི་ད་ལྟ་ང་ཚོ་བོད་ཀྱི་གཅེས་ནོར་འདི་སྐྱེས་འདི། གྱོན་ནས་ཐུབ་དགོས་ཀྱི་ཡོད་ན། བོད་ནང་ལ་འགྱུར་བ་གཅིག་འགྲོ་ཁོག་གི་རེད་མ་གཏོགས། ད་ལྟ་ནང་བཞིན་བསྡད་ན་ག་ལ་ཁག་པོ་འདུག་ག། འོ་འདི་གྱེས་ཏེ། ནམ་རྒྱུན་ངས་ལབ་བསྡད་ཀྱི་ཡོད་རང་ཨང། དེ་གཅིག་དེང་སང་གལ་མགོ་བཙུགས་ཤག་ཅིག་བྱས་ཅིག་ཤོག་ཅིག་བཤད་ཟིན་ཉེར་མང་པོར་བྱས་འདུག་རྒྱ་གར་དེ་ཚོ་དོ་སྣང་ཆེན་པོར་བྱེད་འདུག་ཨ་འདི་འདྲ་བཤད་རོགས་ཁོང་ཚོ། བློ་ལ་ཁར་སོང་རེད་བསམ་བློར་འགྱུར་བ་ཐེག་གི་འདུག་ད། དངོས་གནས་ཐེག་གི་འདུག། འགྱུར་བ་ཐེག་གི་འདུག་དངོས་ཡོད་གནས་ཚུལ་རེད་བ། དེ་ཡིན་གྱི་རེད་བ་ང་བཤད་སྟངས་མཁས་དྲང་ངན་གྱི་གལ་ཡིན་གྱི་མ་རེད་བཤད་ཡ་དེ། བདེན་པའི་ཚིག་བདེན་པ་རེད་བ་ང་བདེན་པ་རེད་བ། བདེན་པའི་མཐུ་ལས་བདེན་ནི་ཡིན་གྱི་རེད་བ་ང་བདེན་པའི་མཐུ་ལས་བདེན་བྱུང་མེད་འགྲོ་ས་ག་ཅེ་ག་བདེ་བ་རེད། དྲང་པོ་རེད་བཤད་རེད་བ་དངོས་གནས་དུས་རེད་བ་ཡིན་ཡིན་པ་རེད་ཡིན་པ་རེད་བ་དེ་ཁོང་ཚོས་ངོ་འཕྲོད་ན་ཡག་པོ་འདུག་བ། འོ་དེ་འདྲ་རེད་བསམས་སོ་དེ་ཞོར་ལ། ག་རེ་བསམས་ནས་འདི་གྱིས་དེ་ཚང་མ། སུམ་ཅུ་དུས་སྟོན་དང་འབྲེལ་བ་ཡོད་རེད་བ་ང་ཚོ། སུམ་ཅུ་དུས་སྟོན་ཐ་རང་གོང་དུ་བཤད་པ་གཅིག་དེ་ང་ཚོ་ལོ་བརྒྱ་དང་ཉི་ཤུ་ཐམ་པ་བར་དུ། ང་ཚོའི་ཁྱིམ་མཚེས་ཤར་ཕྱོགས་འདི་ཡོད་ཉིན་གྱི་ཁྱིམ་མཚེས་དེ་གིས་ང་ཚོའི་ཁང་ལ། ཨ་ནི་བུ་དེ་དྲག་པོའི་དཔུང་འཇུག་བྱས་ནས་ད་ལྟ་ང་ཚོའི་སྣོད་བཅུད་གཉིད་དུ་ཁོས་འཕྲོག་རེད། རེད་བ། ཡིན་ནའི་འདི་ཇི་སྲིད་ནམ་གནས་བར་དུ་ཁོས་གོ་ལ་གནས་ཁོ་ཡ་གཅིག་དང་ཁོས་གོ་ལ་དེད་ཀྱི་རེད་བསམ་ན། དེ་དེད་ཀྱི་མ་རེད་བསམ་གྱི་འདུག་དེ་དེད་ཀྱི་མ་རེད་བསམ་གྱི་འདུག་དེ་དེད་ན་ཨ་ནི་དཀའ་ངལ་དེ་སྐྱེས་དེ་རེད་དེ་མ་དེད་ན། ཨ་ནི། ད་ནི་གོང་དུ་བཤད་པའི་གངས་རྒན་དེ་རྒྱལ་དེ་མང་པོ་གཅིག་བོད་གཅིག་བོ་མ་རེད་ཚང་མ་ལ་དོགས་རྩིས་གཅིག་སེལ་ཐབས་རེ་བྱོས་རོགས་པ། དོན་དག་ཡག་ཉེས་དེ་ད་ནི་གོང་དུ་བཤད་པའི་ངའི་དོན་དག་གསུམ་པོ་དེ། དེ་ལ་བཟང་ཆ་རེ་རེ་གོ་གི་འདུག་ན། ཨེ་ཤ་ཡའི་ཡུལ་ལུང་དེ་རྒྱལ་དེ་གི་ཞི་བདེ་ལྷིང་འཇགས་དེ་ལ་འགྱུར་བ་བཏང་རོགས། ཕྲན་བུ་བགྲོ་ཡ། དཔེར་ན་ང་རང་ཚོ་རྒྱ་གར་རིང་ན་ཡང་རེད་བ། རྒྱ་གར་ལ་ད་ལྟ་ས་མཚམས་སྲུང་སྐྱོབ་གི་དམག་མི་ག་ཚོད་ཤག་ཁུག་འགྲོ་འགྲོ་སོང་ལོ་ཉི་མ་གཅིག་ལ་སྐོར་རོར་མང་པོའི་གི་འགྲོ་སོང་རེད་བ།

བོད་དེ་ལ་འགྱུར་བ་ཅིག་གིས་འགྲོ་དགོས་བར་བྱས་ཙང་དོགས་དོགས་དེས་བོད་ལ་གནས་ཚུལ་འདི་འདྲ་ཞིག་འགྱུར་བ་འདི་འདྲ་ཞིག་རྒྱག་བ་ལ་ཤོར་བ་བྱུང་བ་དེ་ལ་བརྟེན་ནས་ཨ་ནི་དེ་གི་དམ་ཚིག་དང། དེ་ཡིས་ང་ཚོ་བོད་མི་ས་ཡ་དྲུག་དང་ཨ་ཅང་ཅང། ང་ཚོ་གཅིག་པོ་མ་ཡིན་པར་བྱས་ནས་གཡས་གཡོན་དེ་རྒྱལ་ཚང་མ་ལ་དོ་ཕོག་དང་གནོད་སྐྱོན་ཤུགས་རྐྱེན་ཐེབས་ཡོད་རེད་ཟེར་དུས། ད་དོམ་རེ་བརྒྱབ་ན་དེ་འདྲ་ཞིག་ཡིན་པའི་སྐད་ཆ་ཡིན། ད་གང་ཞིག་ཆུ་ཚོད་དེ་ག་རུ་འགྲོ་བཞག་ཡིན་ས་རེད། ཨོ་ད་བསྒྲིགས་བཞག་ཐུགས་ཆེ་ན་བསྡད་བཞག་ཡིན་ཐུགས་ཆེ་ན།